རྣམ་པ་ཚོ་ཚང་མ་བློ་བསྡུ་ཟབ་སྤེལ་འོས་ཏེ་ཐུགས་རྗེ་ཆེ་ཞུ་ཡ་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་གཅིག། སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བརྒྱད་པའི་ཚེས་བཅོ་གསུམ་ཉིན་བོད་མི་མང་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཚོགས་ཐེངས་སུམ་བརྒྱ་ཉི་ཤུ་རྩ་བདུན་ཐོག་བཀའ་བསྡུར་ཐག་གཅོད་བྱུང་དོན་ལྟར། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ། དེ་སྔོན་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་རེས་གཟའ་ལྷག་པ་ནས་ཚེས་ཉེར་བཞི་རྩ་བཞི་རེས་གཟའ་ཕུར་བུ་བར། ལས་དུས་ཉིན་གྲངས་བརྒྱད་རིང་འཚོགས་རྒྱུའི་གསལ་བསྒྲགས་བྱས་ཡོད་ཀྱང། གཏན་འབེབས་དུས་ཚོད་ཐོག་འཚོགས་མི་དགོས་པར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་དྲུག་པ་དང་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པའི་དགོངས་དོན་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་གསུམ་པའི་བར་འཕར་འགྱངས་བྱས་པ་ཡིན། གཉིས། རྒྱུ་མཚན་ནི་རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་བཅུ་དགུ་རྐྱེན་པས་འཛམ་གླིང་ཁྱོན་ཡོངས་ཀྱི་གནས་སྟངས་ཉི་མ་ནས་ཉི་མར་ཆེས་འཛའ་དྲག་ཏུ་འགྱུར་བཞིན་པ། གསུམ། ལྷག་པར་རྡ་ས་ས་གནས་ནི་རྒྱལ་བའི་བཞུགས་སྒར་ལ་སོང་ང་ཚོས་གང་ཅིའི་ཐད་འགན་འཁུར་བྱ་དགོས་པ་དང་གྲོས་ཚོགས་འཚོགས་པའི་དབང་དུ་བཏང་ན་ཡང་རྒྱལ་སྤྱིའི་འགྲུལ་བཞུད་སྒོ་བརྒྱབ་སྒོ་རྒྱ་བསྡམས་པའི་རྐྱེན་གྱིས་འགྲོ་འོང་དཀའ་ངལ་ཆགས་ནས་རྒྱ་གར་ལས་གཞན་པའི་ཕྱི་རྒྱལ་དུ་ཡོད་པའི་སྤྱི་འཐུས་མང་ཆེ་བ་ཕེབས་མི་ཐུབ་པ་དང། རྒྱ་གར་ནང་ནས་ཀྱང་སྤྱི་འཐུས་ཇི་ཙམ་ཕེབས་ཐུབ་ཀྱི་ཡོད་མེད་རྟོགས་དཀའ་བའི་གནས་སྟངས་བཅས་ཀྱི་ཆ་ནས་བརྡ་ལན་ཐག་གཅོད་དེ་འདྲ་ཞིག་མ་བྱེད་ཀ་མེད་ཆགས་སོང། བཞི། སྤྱི་ཟླ་དགུ་པའི་གྲོས་ཚོགས་འཚོགས་རྒྱུ་མིན་ན་ཡང་དེ་འདྲའི་ལས་དོན་རྣམས་འཐུས་ཤོར་མེད་པར་འབད་སྒྲུབ་བྱ་རྒྱུ་ཡིན། ལྔ། དེ་ཡང་བོད་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་རྩིས་ལོ། ཉིས་སྟོང་བཅུ་དགུ་ཉི་ཤུ་ལོའི་ལས་སྒོར་ལས་བསྡོམས་བརྒྱད་པ། སྤྱི་འཐུས་རྒྱུན་ལས་ནས་རྣམ་ཀུན་ལྟར་ཞིབ་འཇུག་ཞུ་མུས་ཡིན་པ་དང། དེར་དྲི་བ་ཇི་ཡོད་བཀའ་དྲུང་ཡིག་ཚང་བརྒྱུད་ལས་ཁུངས་སོ་སོར་འབུལ་རྒྱུ་ཡིན། དྲུག། དེ་བཞིན་ལྷན་ཁང་ཁག་གི་ལས་བསྡོམས་སྙིང་བསྡུས་དང་རྒྱུན་ལས་ཀྱི་དྲི་བའི་ལན་འདེབས་བཅས་ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་དགུ་པའི་ཚེས་ཉི་ཤུ་འགྱངས་མེད་སྤྱི་འཐུས་ཚོགས་དྲུང་ལས་ཁུངས་སུ། PDF། ནང་ཕུལ་ཟིན་པ་དགོས། བདུན། ལས་བསྡོམས་སྙིང་བསྡུས PDF ནང་ཕུལ་འབྱོར་བྱུང་བ་རྣམས་སྤྱི་འཐུས་རྣམ་པར་གློག་འཕྲིན་བརྒྱུད་འབུལ་ལམ་ཞུ་རྒྱུ་ཡིན། བརྒྱད། ལས་བསྡོམས་སྙིང་བསྡུས་ཐོག་སྤྱི་འཐུས་རྣམ་པའི་དྲི་བ་ཡོད་རིགས་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་འགྱངས་མེད་ཚོགས་དྲུང་ལས་ཁུངས་སུ་གནང་རྒྱུ་དང། ཚོགས་དྲུང་ལས་ཁུངས་ནས་བཀའ་དྲུང་ཡིག་ཚང་བརྒྱུད་དཔལ་ལྡན་བཀའ་ཤག་ལ་འབུལ་རྒྱུ། དགུ། འཛིན་སྐྱོང་ནས་ལས་བསྡོམས་ཀྱི་དྲིས་ལན་རྣམས་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་འཇགས་མེད་ཚོགས་དྲུང་ལས་ཁུངས་སུ་ཉན་གནང་ཟིན་པ་དགོས་པ་ཡིན། བཅུ། སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་ཁག་གི་ལོ་འཁོར་ལས་བསྡོམས་རྒྱས་བསྡུས་གཉིས་ཀྱི་དྲི་བ་དང་དྲིས་ལན་རྣམས་རང་རེའི་རྒྱ་ཆེ་མང་ཚོགས་ཀྱི་མཁྱེན་རྟོགས་སླད་སྤྱི་འཐུས་ལྷན་ཁང་གི་དྲ་རྒྱའི་ཐོག་འགྲེམས་སྤེལ་བྱ་རྒྱུ་བཅས། བོད་མི་མང་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བརྒྱད་པའི་ཚེས་བཅུ་བདུན་ལ།